ཕྱོགས་གཅིག་ནས་ང་མི་ཡིན་པའི་ཆ་ནས། འཛམ་བུ་གླིང་སྤྱི་ལ་ཡ། ད། དཀའ་ངལ་ཉུང་ཟོ་ཡ། བདེ་སྐྱིད་འབྱུང་ཐུ་ཡ། ད། དཀའ་ངལ་གཙོ་བོ་མིས་བཟོས་པའི་དཀའ་ངལ་དེ་ཡིན་ཏེ། མིས་བསམ་བློ་གཏོང་སྟངས་མ་འགྲིག་པ་བྱས་བྱས་ད་མིས་དཀའ་ངལ་བཟོས་བཟོས་པ་རེད། མི་སུ་གཅིག་གིས་དཀའ་ངལ་བཟོ་འདོད་ཡོད་མ་རེད། ཡོད་མ་རེད་དེ་ཡིན་ནས་བྱེད་སྟངས་མ་འགྲིག་པ་བྱས་བྱས་དཀའ་ངལ་འཕྲད་བསྡད་ཡ་དེ། མཐར་གཏུགས་ན་ག་ད་མི་ཡིས་བཟོས་པའི་དཀའ་ངལ་ཆགས་བསྡད་པ་རེད། ད་ཤ་ཡམ་ཚ་བོར་བ་མི་སུ་གཅིག་ཡང་དཀའ་ངལ་འདོད་གི་ཡོད་མ་རེད། ཨ་རེད་དེ་ཡིན་ནའི་དཀའ་ངལ་མང་པོ་ཞིག་མི་ཡིས་བཟོས་པར་ད་གར་ཆེན་བྱུང་བ་རེད། ཟམ་གདོང་དང་ནོར་འབྲུག་ཏུ་བ་སོ་སོ་ཁེར་རྐྱང་གིས་སོ་སོ་ཁེར་རྐྱང་གིས་བས

མི་ཞིག་ཐུག་གི་ཡོད་བསམ་དྲན་བསྡད་དུས། ནང་བཟང། སྐད་བཤད་པ་ཡིན་ན། སྐད་ཆ་ག་རེ་བཤད་པ་ཡིན་ནས་ནང་བཟང་རང་གཅེས་སྐད་བཤད་བྱུང་གི། ང་བོད་པ་ཡིན། ང་ནང་པ་ཡིན། ང་ཏཱ་ལའི་བླ་མ་ཡིན་བསམ་ནས་བསྡད་བསྡད་པ་ཡིན་ན། སྐད་ཆ་བཤད་སའི་ཡུལ་དེ་དང་སྐད་ཆ་བཤད་མཁན་གཉིས་བར་ར་ཡ་གང་དག་དེ། བར་སྟོང་ཞིག་སླེབས་བསྡད་ཀྱི་ཡོད་རེད། དགོས་པ་ཁས་མི་འདུག་བ། ང་ཡི་ནེ་ཙོ་ལི་ཡ། འཛམ་བུ་ནི་ཅི་སྟེ་སྐྱིད་པོ་བྱུང་ན། འཛམ་བུ་ནི་ཅི་སྟེ་བདེ་བོ་བྱུང་ན། ང་ཚོ་མི་ཚང་མར་ཕན་ཁེ་རེད་བ། འཛམ་བུ་ནི་ཅི་སྟེ་བདེ་སྐྱིད་མ་བྱུང་ན་སོ་སོ་མི། ཉུང་ཤས་ཅིག་དང་སོ་སོ་ཁེར་རྐྱང་ཅིག། ག་འདྲ་སྲིད་ནི་བདེ་སྐྱིད་ལྡན་པའི་མི་ཚེ་ཡོང་ཐུབ་རེད་ཡོང་ཐུབ་མ་རེད་བ། ད་དེ་འདྲ་ཡིན་དུས་ཙང་ནས། ད་ང། རིན་པོ་ཐང་ཁུ་དེ་མི་ཞིག་ཡིན་པའི་ངོས་ནས་ག་ད་ད། མི། ཚང་མ་ལ་བདེ་སྐྱིད་འདོད་ཀྱི་ཡོད་རེད། བདེ་སྐྱིད་ཡོང་ཡག་གི། རྩ་བ་དེ་སེམས་ལ་ཐུག་དེ་ཡོད་རེད། སོ་སོའི་སེམས་ཀྱི་བསམ་བློ་གཏོང་སྟངས་དེ་རང་རྒྱལ་གཞན་ཕམ་གྱི་བསམ་བློ་དང་འདས་པས་ཡིན་ན་སྐྱེ་བ་ཆེན་ན་ཡོད་ཧ་ཡང་མ་རེད། རང་རྒྱལ་གཞན་ཕམ་གྱི་བསམ་བློའི་ཐོག་ནས་རེ་དོགས་ལུ་གུ་རྒྱུད་ནས་ཕྱིན་པ་ཡིན་ན་སྐྱེ་བ་ཡོད་ཧ་མི་འདུག། དུས་ཆེན་མང་དགུའི་ནང་ལ། རང་རྒྱལ་གཞན་ཕམ་དང།